དུས་རབས་བདུན་པའི་སྐབས་ཀྱི་ཆོས་དགེ་སྲོང་བཙན་སྒམ་པོ་འདིའི་རྒྱ་ཟ་ཀོང་ཇོ་བོད་ལ་བྱོན་པའི་སྐབས་དེ་ལ་ཡང་འདི་དང་འདྲ་ཅི་ཡང་གྲོགས་ཀྱི་བཤད་པ་འདིའི་ནང་ལ་འབོག་གི་བཤད་པ་ཕྱེ་མར་གྱི་བཤད་པ་དེ་ཚོའི་ནང་ལ་གླེང་ཡོང་གི་འདུག་བ་དཔེ་ན་ཆ་ཤས་ཀྱི་ཡིན་ན། དེས་ན་གྲོགས་ཤིག་ཡོད་པ་དེ་སྔོན་རྒྱ་ཟ་ཀོང་ཇོ་བོད་ལ་བྱོན་པའི་ཚེ་སྐུ་སྐྱེས་ཀྱི་ཙང་མ་བསམ་ལེ་ཏའི་བསམ་ཚད་བཀྲུ་བའི་གྲོགས་ཡིན་ལ།

ད་ཁ་ཤས་ཀྱི་རྩེ་དྲུག་ག་ཤ་ཨ་ནི་ཚ་རྡོག་རྡོག་ཅེས་ཆུ་འཇུ་བྱས་ཤ་མར་རྡོག་བྱས་ཤ་འོ་བསྡུར་བྱེད་ཚུལ་ཡང་ཡོད་རེད་འདི་ག་འདུག་ག་འོ་དེ་འདྲ་རེད་ཤ་ད་འདི་གཅིག་བྱས་ད་འདི་ཕྱེ་མར་གྱི་སྐོར་འདི་འོ་དེ་འདྲ་རེད། ཨ་ནི་ང་རང་ཚོས་ཕུད་གཏོར་བྱེད་པའི་སྐབས་དེ་ལ་ཡ་ཨ་ནི་དུ་སེ་ལ་པས་སླད་བྱས་རྗེས་ཐེངས་གསུམ་ཆོས་བརྗོད་ཆོས་བརྗོད་བྱས་བཀྲ་ཤིས་བདེ་ལེགས་ཕུན་སུ་ཚོགས་ཨེ་མ་བག་གྲོ་སྐུར་སྐམ་ས། གཏན་དུ་བདེ་བ་འཐུལ་པོ་ཤོག་དུས་ས་དུས་ཀྱི་ད་ཚོད་ལ་ཁྲ་རུ་རུ་སྔོ་རུ་རུ་ལྗང་གུ་ཡོང་བ་ཤོག་ཟེར་ཡ་ཅིག་ད་གང་ལྟར་ཤིས་པ་བརྗོད་པ་དཔེར་ན་ག་རེ། བཀྲ་ཤིས་པའི་དེ་ནི་ཚིགས་བཅད་ལ་སོགས་པ་བཀྲ་ཤིས་པའི་དེ་ནི་གང་ལྟར་ཆོས་བརྗོད་དེ་བྱེད། ཕུད་ཐོག་བྱེད་པའི་སྐབས་དེ་བརྗོད་དགོས་ཀྱི་ཡོད་རེད། དེ་ཆེད་ད་དེ་ནས་ང་རང་ཚོའི་ཀ་སུ་རེད་ད། གཏེར་ཁ་བསྒྲིགས་སྟངས་འདིར་དོགས་ན་རེད། ད་དེར་ག་འགྲིག་སྟངས་དེ་ད་ཕྱི་དྲང་ང་རང་ཚོའི་གར་བཟོ་རས་བཙོག་ཆེ་ཤོས་ད་ཁབ་སེ་ཁ་ཤས་ཀྱི་ཁབ་སེ་ཉོས་ནས་སྒྲིག་གི་ཡོད་རེད་ཁ་ཤས་ད་དེང་སང་དངོས་གནས་དྲང་གནས་གར་བཟོ་རས་ད་ཟ་ན་མ་འགྲིག་པས་དེ་ནས་དེང་སང་དེར་ག་འགྲིག་ཡ་གཅིག་སྤོ་བོ་ལ་ཕན་ཐོག་བས་ང་ལྟེ་གནས་ཁབ་སེ་དེ་འདྲ་འདྲ་མི་འདྲ་དེ་འདྲ་བས་དེ་གར་བཟོ་རས་སྒྲིག་སྦྱོར་བྱས་རྗེས་བཟོ་གི་འདུག་ཨ། ད་དེང་སང་ཆོས་ཀྱི་ཆས་སོགས་དེ་ནི་འགྱིག་གི་ཁབ་སེ་དེ་འདྲའི་དོན་སྲིད་པ་རེད་བ་ད་ག་འདྲ། ད་གལ་ཆེ་ཤོས་དེ་ནང་རང་ལ་ཡ། རིམ་གྱི་བཟོ་བཀོད་དགོས་ཡོད་རེད། དེ་བྱུང་བ་ཡིན་ན་རབ་རེད་ད་དེ་མ་བྱུང་བས་ནི་ཉོས་ནས་ཕུལ་ནས་འགྲིག་གི་ཡོད་རེད་ད་ག་འདྲ། བྱུང་བ་ཡིན་ན་ནང་རང་ལ་ཡ། བཟོ་ཐུབ་པ་ཡིན་ན་ཡག་པོ་ཞུ་རྒྱུ་ཡོད་རེད།

དོན་དེ་རེ་ཟུང་ན་དངོས་མ་དངོས་མ་ཡིན་པ་ཡིན་ནའང་ནང་པའི་ཆོས་མ་དར་བའི་སྔོན་ལ་ཡ། ད་དེ་སྔོན་དངོས་ལ་ཡིན་པ་ཡིན་ན་བོད་གཅིག་པོ་མ་རེད་འཛམ་བུ་གླིང་ཁྱོན་ཡོངས་ནས་ད་སེམས་ཅན་བསད་རྗེས་འཇམ་པོ་ཁོ་རང་ཟ་གི་རེད་བ་ད། ད་ཡིན་ནའི་ང་རང་ཚོའི་ད་བོད་པ་ཚོས་ཏན་ཏན་རང། ཡ་དཀོན་མཆོག་ལ་ཡ། ཕུད་ཡ། བདག་སྔོན་མ་སྔོན་མར་ནང་པའི་ཆོས་མ་དར་བའི་སྔོན་ལ་ད་རི་དང་གངས་རི་དང་གནམ་དང་ཨོ་ད་དེ་ཚོ་ལ་ཡང་ཆོས་གོས་ཡོད་རེད་པ། ཆོས་དུས་འགའ་ལ་ཨོ་ད་དེ་འདྲ་ཕུད་གི་ཡོད་རེད། ཕུད་སྲོལ་དེ་དེ་དུས་ནས་བྱུང་ཡོད་རེད། ནང་པའི་ཆོས་མ་དར་བའི་སྔོན་ལ་ཡང་སེམས་ཅན་བསད་བྱས་སེམས་ཅན་གྱི་སུག་ཏི་དེ་འདྲ་འབུལ་གི་ཡོད་རེད། སུག་ཏི་དང་རྩིས་མ་དང་དེ་ནས་སྒལ་ཚིགས་དེ་འདྲ་དང་ཨོ་ད་དེ་འདྲ་ཆ་ཚང་མགོ་བོ་དང་ཆ་ཚང་འབུལ་གི་ཡོད་རེད་རྒྱུ་མ་དང་ཚང་མ་འབུལ་གི་ཡོད་རེད་ཡ། འོ་དེ་ད་ང་ད་ཡག་དཀོན་མཆོག་ལ་མཆོད་པ་འབུལ་གི་ཡོད་རེད་འབུལ་ཡག་གི་འབུལ་ཚད་དེ་ཡང་དག་པ་མ་ཡིན་པ་ཡིན་ནའི་དུས་སྟོན་ནི་འབུལ་ཡག་དེ་དུས་སྟོན་ནི་སྔོན་མ་སྔོན་མ་ནང་པའི་ཆོས་མ་དར་བའི་སྔོན་རང་ནས་ཡོང་བསྡད་ཞེས་པ་ཅིག་རེད་འདུག་ཨེ་ནི་ཕྱིས་སུ་ནང་པའི་ཆོས་དར་བའི་རྗེས་ལ་ཡ་ཨེ་ནི་དེ་དུས་ག་ལ་འོ་ནི་ད་ནས་ཀྱི་རྒྱལ་པོ་སྲོང་བཙན་སྒམ་པོའི་ད་དུས་རབས་བདུན་པའི་སྐབས་ལ་ཡ་དར་བར་བ། དབུ་བརྙེས་པ་དེ། དེ་དུས་རྒྱལ་རབས་ཕུ་ཚུར་ཉི་ཤུ་རྩ་བརྒྱད་ལྷག་ཐོག་ཐོག་རིག་གནས་བཙན་གྱི་སྐབས་ལ་དབུ་བརྙེས་པར་བ། ད་ཡིན་ནས་དར་བ་དེ། ཡིན་ནི་ཆོལ་ཁའི་སྲོང་བཙན་སྒམ་པོའི་སྐབས་ནས་དར་བ་རེད། ཆོལ་ཁའི་སྲོང་བཙན་སྒམ་པོའི་སྐབས་ནས་དར་ཡོང་དུས་ནང་པའི་ཆོས་བོད་ལ་དར་ཡོང་དུས་སྐབས་ལ་ཡག་ད། སྔར་གྱི་སྲོག་བཅད་བྱས་པའི། སྲོག་གཅོད་པའི་དེ་ནས་འབུད་ཚན་དེ་འདྲ་ཡོད་རེད་བ། ར་དང་ལུག་གི། རྐང་འཐུང་དེ་འདྲས་བཏབ་པའི་རྐང་པ་དེ་འདྲས་བུས་པའི་ཚབ་ལ་ཡང་བུ་འགོ་འམ་ཅོག་འོ་དེ་རེད་ད་བུ་འགོ་འམ་ཅོག་དེ་ད་སྔོན་མ་གི་རྐང་འཐུང་དང་འོ་དེ་འདྲས་རེད་ད་ད་དེ་གི་ཚབ་ལ་ཡང་སྲོག་གཅོད་སྤངས་པའི་སྲོང་བཙན་སྲོང་བཙན་སྒམ་པོའི་སྐབས་ལ་ཡང་ནི་ལྷ་ཆོས་རྒྱལ་བ་ཆོས་དང་མི་ཆོས་ཚང་མ་བཅུ་དྲུག་བྱས་ནས་བྱུང་ཡོད་རེད་པ།

དགེ་བ་བཅུ་ཟད་འོང་དུས་གང་ལ་དེའི་ནང་གི་ཐོག་མ་དེ་སྲོག་གཅོད་སྤངས་པ་གསུངས་པ། ད་སྲོག་གཅོད་སྤངས་པས་ནི་སྤངས་རྟགས། ཧོ་ད་དེ་རྒྱལ་བ་དགྱེས་པའི་མཆོད་སྤྲིན་དམ་པ། སྔར་རྒྱལ་བ་དགྱེས་པའི་མཆོད་སྤྲིན་དམ་པ་བྱུང་ཡོད་མ་རེད། སྲོག་དེ་དེ་གའི་ཡང་བུད་དུས་གང་ལ་མཆོད་སྤྲིན་དམ་པ་མ་རེད་བ། ད་དེ་ཕྱིས་སུ་སྲོག་གཅོད་སྤངས་པས་རྒྱལ་བ་དགྱེས་པའི་མཆོད་སྤྲིན་དམ་པ་དེ་ནི། རྐང་འཐུང་གི་ཚབ་ལ་བུ་མགོ་ཨམ་ཅོག་བུ་མགོ་དེ་འདྲས་བྱུང་ཡོད་རེད། ད་དེ་ཡིན་དུས་གང་ལ་ཅི་ལྟར་ཨམ་ཅོག་བུ་མགོ་ཨམ་ཅོག་ཟེར་ཀོ་བཟོ་ལྟ་དེ་ལ་བལྟས་ནས་ནི་བུ་མགོ་ཨམ་ཅོག་ལབ་རེད་བ། འོ་དེ་རེད་དེ་ནི་སྔོན་མ་སྔོན་མ་ཡིན་པ་ཡིན་ན་རྩིས་མ་དང་སྒལ་ཚིགས་དེ་འདྲས་འབུལ་གི་ཡོད་རེད་བ། དེའི་ཚབ་ལ་ཡར་དེང་སང་ཉབ་ཤ་དང་སྨུག་སྟོང་དེ་ཚོ་འབུལ་གི་ཡོད་རེད། ཁབ་བསད་རྒྱབ་ཤ་དང་སྨུག་སྟོང་སའི་ཁབ་བསད་ཀྱི་རིགས་མ་འདྲ་བ་ལྟ་ཁབ་བསད་ལ་ཁ་སྔགས་ཡིན། སྡེར་ཁ་ནང་ལ་ཡ་ལྔ་ཚང་དགུ་དགུ་ཡང་རེད་ཟེར་བ་རེད། འོ་ད་སྔགས་དེ་ག་རེ་ཞུས་པ་ཡིན་ན། ད་ནི་སྔོན་མ། ད་ར་ལུག་གི་སུག་རྡིལ་འབུལ་བའི་ཚབ་ལ་ཡ་བུ་མགོ་ཨམ་ཅོག་དེ་ཡིན་གྱི་མིན་གྱི་དགུ་དགུ་ཡང་རེད། ཨེ་ནི་རྩིས་མ་དང་སྒལ་ཚིགས་ཀྱི་ཚབ་ལ་ཉབ་ཤ་དང་སྨུག་སྟོང། ཨོ། བུ་མགོ་འམ་ཅོ་ཉག་ཤ་སྨུག་སྟོང་སྡོམ་པའི་གསུམ་ཆགས་སོང་ཨ། འོ་དེ་རེད་འདི་ཁབ་གསེག་གི་རིགས་མ་འདྲ་བས་རེད་ད། ཉག་ཤ་ཟེར། སྨུག་སྟོང་ཟེར་ད་དེ་ཚོ་སྔོ་དམག་གི་རྩིས་དམག་དང་རྒྱལ་རྩིས་མི་ཚོ་རེད། ད་ནི་རྒྱུ་མ། སྔོ་དམག་གི་རྒྱུ་མ་ཕུད་གི་ཡོད་རེད་པ་ད་དེང་སང་སྦོ་ལུག་ཟེར་ཆ་སྦོ་ལུག་དེ་རིན་ཆེ་མི་ཆེ་སོག་པོ་རེད་ཟེར་ད་སྦོ་ལུག་དེ་དེ་རེད། ཆ་ཚང་བ་བུད་བས་ན་སྦོ་ལུག་རེད། ཨ་ནི་ཡ། སྙིང་ལྟ་བུ་དེ། པིང་པིའི་རྡོག་རྡོག་བསད་དེ་སྙིང་རེད་འདི་གང་གང་ལ་བཞག་དགོས་དགོས་རེད་པིང་པིའི་རྡོག་རྡོག། ཨོ་དེ་འདྲས་རེད། ད་དེ་འདྲས་ཡིན་དུས་གང་ལ་ཡག། ད་ཡང་གཅིག་གིས་ང་ཚོ་སོ་མ་བྱས་ནས་ཅིག་བཟོ་གི་འདུག་ཨ། ཨོ་ད་དེ་ཡིས་སྐོང་ཆས་བྱས་ནས་ཡང་དགོས། ང་ཚོས་ནམ་རྒྱུན་སོ་མ་ཧྲུག་ཧྲུག་བསད་ལ་སོགས་པ་སོ་མ་བསད་ལ་སོགས་པ་ཅིག་བཟོ་གི་འདུག། ཨོ་དེ་ལ་ཡང་ད་དགོངས་འཆལ་དུ་ཟེར་བ་རེད་ད་ག་ད་སྡེར་ཁ་ནང་ལ་ཁབ་བསྲེས་རིགས་མ་འདྲ་བ་ལྔ་པོ་འདི་ཚང་དགོས་ཀྱི་ཡོད་རེད་ཟེར་དེ་རེད། ད་སོ་སོའི་དཔེ་ན་ད་ལྟ་བར་དུ་ད་དཔེ་ན་དེ་རིང་ངས་ཞུ་ཡ་དེ་ཆེ་དྲགས་ཤིང་གང་ཡིན་ཟེར་ན་སོ་སོ་རང་སྡེར་ཁ་བསྒྲིགས་དུས་གང་ལ་ཡང་ད་དཔེ་ཕྱི་གོ་ཞུ་ཅི་ཆགས་རེད་བ། ད་ང་རང་ཡིན་ན་ཁབ་བསྲེས་ང་རང་རང་སྐྲག་གི་ཡོད། ད་བཀྲ་བཏང་འདི་ངས་མི་གཞན་པ་ལ་ཡང་ཐེངས་ཁ་ཤས་ཀྱིས་བསླབ་མྱོང་ཡོད་དགོན་སྡེ་ཁག་ལ་བསླབ་མྱོང་ཡོད་འོ་དེ་འདྲས་བྱས་ནས་ང་ཕར་བསླབ་གི་ཡོད་ཐེངས་བཏང་འདི་འདྲས་རེད་བཀྲ་བཏང་འདི་འདྲས་རེད་བྱས་ནས་ད་དེ་ཡིས་ངའི་གར་སོང་རེད་ད་ལེ་ཚན་ལེ་ཚན་མཚམས་རེ་ཡང་པར་རིས་ཀྱི་ཐོག་ནས་འདུག་བཀྲམ་གི་ཡོད་ད་འདི་ངས་འདས་ལ་ཡང་འབུལ་ཆོག་ག་ཅིག། འོ་ད་བུ་འགོ་འམ་ཇོ་བ་ད་འདི་འདྲས་བསྟན་དགོ་གི་ཡག་རེད་ང་འདི་ང་རང་གི་འཐེན་པའི་སྐབས་དེ་ནི་ཁར་སོ་རེ་སྤར་གི་འདུག་ཟེར་གྱི་འདུག་བལྟ་གི་ཡོད་ད་ང་ད་བུ་འགོ་འམ་ཇོ་བཀྲ་ཡག་འདི་ལས་སླ་པོ་རེད་ད་ལས་སླ་པོ་རེད་ལབ་པ་ཡིན་ན་འདི་ལ་མང་པོ་ཅི་ཚང་དགོ་གི་རེད་ཨ་ནི་སང་ཉིན་བུ་འགོ་འམ་ཇོ་བཀྲ་ཡག་འགྲོ་བ་ཞིག་ཡིན་པ་ཡིན་ན་དེ་རིང་དགོང་ད་རྫི་ཡག་འགྲོ་བ་ཡིན་ནི་དེ་རིང་དགོང་ད་ཆུ།

དཔེ་བླང་ཡ་ཡོད་རེད། ད་དེ་ཡིན་དུས་ལབ་ལོས་བཟོས་ཚར་བ་དེ་གས་དེ་ནི་ཤོད་གོ། ཚགས་ཤོད་འདི་འདྲས་ཀྱི་སྐབས་བྱས་ནས་བཞག་དེ་ནི་དང་པོ་དེ་འདུག་ཟེར་ཡ་འོ་ད་དེ་ཡ་ལ་སོགས་པ་འདི་འདྲས་བྱས་དགོས་ཀྱི་ཡོད་རེད། འོ་དེ་འདྲས་རེད་ཨང་བརྩེགས་པའི་སྐབས་དེ་ལབ་སང་ཀོ། སྐྲ་ཚ་ནས་ཕྱི་ལ་བཏོན་ནས་བརྩིགས་པའི་སྐབས་དེ་ཟོ་རུ་རྒྱབ་ནས་མ་གཏོགས་ཁ་སྤུ་ལོ་ནས་ག་ཚོད་བརྩིགས་ཡོད་མེད་ཀོ་གང་ཡིན་ཟེར་ན་ཚ་པོ་ཚ་པོ་ཡིན་དུས་ག་ལ་མ། དེ་ལེབ་ལེབ་ཆགས་པའི་ཉེན་ཁ་ཡོད་རེད།

ཨེ། དེ་ཆུ་བཟོ་རེད། བརྩེགས་མ་ཞིག་ལ་རྒྱབ་སྐུག་གི་ཡོད་མ་རེད་ད་འདི་ག་ལ་ད་དུང་བཞག་རྒྱུ་བསྡད་པ་ད་ལྟ་ངས་ཆ་ཚང་བསྒྲིགས་ཚར་ཡོད་མ་རེད་ད། འདི་ག་འདི་ཉབ་ཤ་དང་སྨུག་རྡུང་དང་དག་སྣ་ཤིང་གི་སྦུ་ལུག་དང་སྤེན་པའི་རྡོག་ཐོ་བཞག་རྒྱུ་རེད། དེ་ནི་ཇི་ལྟར་གྱོན་རྒྱུ་རེད་གོ་ད་དེ་ཆགས་ཡོད། ད་ངས་ད་ལྟ་འདི་བསྒྲིག་གི་བསྒྲིག་གི་འདི་པ་ར་དེ་དེ་ཁྲི་ཁ་གིར་བསམ་ནས་ངས་རྣམ་པ་ཚོ་ལ་འདི་ཞུ་ཁ་སྦྱར་ཡིན་པ། འོ་དེ་འདྲའི་འགྲོ་བ་ཅི་རེད་འོ། འོ་ད་གང་ལྟར་ཀྱང། ཨེམ་སྡེར་ཁ་ལ་ཡང་ཁབ་བསད་སྣ་དཀར་མ་འདྲ་བ་ལྔ་དགུ་དགུ་འདུག་ཨ། བུ་གོ་ཨམ་ཅོ་ཅིག་བྱེད་དེ་ནི་མྱབ་བཤགས་བྱེད་སྨུག་རྡུང་བྱེད། སྦོ་ལུག་བྱེད་སྤེན་པའི་རྡོག་རྡོག་བྱེད་ནི་འོ་དེ་ཚོ་ལྔ་དགུ་དགུ་ཡོད་རེད། འོ་ད་གང་ལྟར་ཀྱང་ང་རང་ཚོའི་ལོ་སར་ཟེར་ཡ་འདིས། ཨ་ནི་ལོ་གསར་པའི་ཟླ་བ་དང་པོའི་ཨ་ནི། ཚེས་པ་གཅིག་གི་ཉིན་མོ་དེ་པད་མ་བསད་པའི་ཁལ་ཆེན་པོ་བརྩེགས་དགོས་ཀྱི་ཡོད་རེད། ཨ་ནི། བུ་ཕྲུག་ཚོ། ཡིན་པ་ཡིན་ནའི་ཕ་མའི་ས་ལ་ཡིན་གཅིག་མིན་གཅིག་འགྲོ་དགོས་པར་གལ་ཆེན་པོ་ཞུ་གཅིག་རེད། འགྲོ་དགོས་ཀྱི་ཡོད་རེད། འདིའི་མྱུལ་པོ་དེ་བཀྲ་ཤིས་པའི་སྨོན་ཚིག་མང་པོ་ཞུ་གཅིག་ཕ་མས་གནང་གི་རེད། འདི་གས་དེ་ཏན་ཏན་སོ་སོ་གང་ལ་ཡ། བབ་ཡོང་གི་རེད་ད། བྱིན་རླབས་འཇུག་གི་རེད་ད། འོ་དེ་ཡོད་རེད། ང་རང་ཚོས་ཅི་གང་ཞུ་གི་འདུག་ཨ། ད་བསྐྱེད་རིམ་རྫོགས་རིམ་སྐབས་ལ་ཡང་སོ་སོའི་ཡི་དམ་གྱི་ལྷ་ཚོགས་གྲངས་མེད་འདྲ་སྐོང་གི་ཡོད་རེད། དེ་ནང་བཞིན་གྱི་སོ་སོ་ཚེ་འདི་ལ་ཡང་དངོས་གནས་རྩ་ཆེན་པོ་གཅིག་ང་རང་ཚོའི་ཕ་མ་ཆགས་ཀྱི་ཡོད་རེད། དེ་འདྲས་ཡིན་དུས་གང་ལ་ཡང་དྲིན་ཅན་གྱི་ཕ་མ། ཡུན་རིང་གི་ནད་པ། ཐག་རིང་གི་མགྲོན་པོ། འདི་གསུམ་ལ་ཡང། ཨེ་ལི་ཞབས་ཏོག་ཞུ་བ་ལ་སོགས་པ། ད་ག་ན་ཞིག་འདི་གསུམ་ལ་ཡང་གཅིག་གིས་བསྙེན་བཀུར་ཞུ་བ་ལ་སོགས་པ་དེ་འདྲས་ཞུ་ཐུབ་པ་ཡིན་ན། དེ་རྡོ་རྗེ་ཐོབ་པའི་ཏིང་ངེ་འཛིན་བསྒོམ་པ་ལས་ཀྱང་ལྷག་ག་ཡིན། འོ་དེ་འདྲས། ཁར་སོ་རེད་གསུང་ཚུལ་དེ་འདྲས་ཡོད་རེད། འོ་དེ་འདྲས་ཡིན་དུས་གང་ལ་ཡང། ནི་ཕ་མའི། རྨི་ལམ་རེད། རྨི་འདུན་རེད། ཕ་མའི་བྱིན་རླབས་རེད།

འབྲེལ་ཐག་དེ་དམ་དུ་བཏང་ཡ། རྒྱང་ཐག་རིང་བའི་མཛའ་བརྩེའི་འབྲེལ་བ་དེ་གས་དེ་དམ་དུ་བཏང་ཡ། དམ་ཚིག་ཉམས་པ་སླར་གསོ་བར་བྱེད་ཡ། འོ་དེ་འདྲའི་རིགས་དག་དགེ་མཚན་མང་པོ་ཅིག་ཡོད་རེད། དམ་ཚིག་གཙང་མ་ཡིན་པ་ལ་ཡང་དང་དུ་བརྟན་པོ་བཟོ་ཡ། འོ་དེ་འདྲའི་གིས་ནི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད། མ་གཏོགས་ཅིག་གིས་འདིའི་སྐབས་ལ་ཡང་ཨ་ནི་གཤོག་པ་རྒྱ་ཡ་ལ་སོགས་པ། འོ་ད་ཆ་ཤོད་སྐྱོན་ཡ་ལ་སོགས་པ་མ་ཆང་རྒྱ་ཡ་ལ་སོགས་པ། འོ་དེ་འདྲས་ལ་ཡང་དུས་ཚོད་སྐྱེལ་བ་ཡིན་ན། ད་དེ་དཔེར་མི་སྲིད་པས་དེ་ལོ་གསར་པའི་སྐབས་དེ་ལ་ཡང་རྩིས་སྟངས་དེ་དཔེར་དུ་ལོག་པ་རེད། ལོ་གསར་དེ། ང་རང་ཚོ་མཉམ་འཛོམས་བྱས་རྗེས་ཤོ་ཁག་བརྒྱད་ལ་སོགས་པ་དེ་ཆང་འཐུང་རབས་གསེག་སྐྱོང་གོང་ཤི་ཡག་གི་དུས་ཚོད་རྩ་བ་རང་ཆགས་ཡོད་མ་རེད། ལོ་གསར་དེའི་གཙོ་ཆེ་ཤོས་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ལབ་པ་ཡིན་ན། ལོ་གསར་དེ་ནང་མི་བུ་ཕྲུག། གྲོང་པ་ཁྱིམ་མཚེས་གཉེན་ཉེ་དུ་ལ་སོགས་པའི་དེ་ནི་བ་ལ་ཡག། ཁ་སོ་རེད་འབྲེལ་བ་མཐུད་ཡག་འོ་དེ་འདྲས་ཀྱི་གོ་སྐབས་རེད། མཉམ་འཛོམས་ཀྱི་གོ་སྐབས་རེད། འོ་དེ་འདྲས་ཀྱི་ད་དུས་ཚིགས་འདི་ཡར་གཅེར་བྲེག་བྱས་པའི་ཐོག་ནས་དེ་ནས་ང་རང་ཚོའི་ལོ་གསར་པ་འདི་འོག་ཏུ་བཏང་དགོས་ཡོད་རེད་ཅེས་ཅིག་ཞུ་ཡས་ཡིན། དེ་ནས་ཁེ་སང་ང་རང་ཚོའི་དེ་ནས་སྒར་སོ་རེད་ད་དགུ་ཐུག་ཐུག་མ་རེད་བ། འོ་ད་དགུ་ཐུག་དེ་ཡིན་པ་ཡིན་ན་ཡང་འདི་ལ་གནད་འགག་ཞོལ་གྱི་ཡོད་རེད། ནད་མུག་འཁྲུག་རྩོད་གདོན་བགེགས་ལ་སོགས་པ་ཐམས་ཅད་ཤ་འདེམས་བསྐུ་རུ་གསོལ་ཡ། ཨེ་ནི་མཐར་སྤྲོད་སྟངས་ཡག། འོ་ད་དེ་འདྲ་རེད། ཨེ་ནི་ལོ་གསར་པའི་སྐབས་ལ་ཡག་གཡོ་སྒྱུ་ལེ་ལོ། འོ་ད་ག་ནང་བཞིན་གྱི་ས་མ་ནག་པོ། འོ་འདི་སྐད་ཆ་ཚང་སྤང་བྱས་བྱས། ཨེ་ནི་ང་རང་ཚོའི་དངོས་གནས་དྲ་ནས་ཧུར་བརྩོན་ཆེར་བསྐྱེད་ཀྱི་ཐོག་ནས་དད་ལྡན་རབ་འཇུག་གི་ཐོག་ནས་རྣམ་མཁྱེན་རྒྱ་བོད་གོ་འཕང་ཐོབ་ཡས་ཀྱི་ཆོད་དུ་ཆེད་དུ་བད་པ་སྤུངས་པའི་དེ་ནི་དུས་ཚིགས་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ད་ག་ད་གུ་ཐུག་དེ་ཁེ་སང་ང་རང་ཚོའི་ཆོས་པའི་གུ་ཐུག་དེ་ད་བོད་རིགས་མང་ཚོགས་ཀྱི་ད་དམངས་ཁྲོད་ཀྱི་ད་སྲོལ་རྒྱུན་ལྟ་བུ་ཅིག་ཆགས་འདུས་ཡོད་རེད་རྩེད་མགོ་ལྟ་བུ་ཅིག་ཆགས་འདུས་ཡོད་རེད། དེ་འདྲས་ཡིན་དུས་གང་ལ་ཡ། ད་དེ་ང་རང་ཚོའི་བག་ཐུག་ནང་ལ་ཡིན་པ་ཡིན་ནའི་བག་ཐུག་དེ་འདྲིས་པའི་སྐབས་དེ་ལ་ཡ་གཙོ་ཆེ་ཤོས་ཨ་མའི་བག་ཟའི་ནང་ལ་ཡ། ད་དངོས་རྫས་གྲ་མེ་གྲ་ཆུ་ནང་གི་ར་བ།

ཟས་ནི་ད་དགོ་ཚེས་གྲངས་དགུ་བ་ཉི་ཤུ་དགུ་བྱེད། འདི་ནི་དགུ་རྫས་ས་ནི་དེ་རྣམས་ལ་ཐུག་པ་དེ་རྣམས་ལ་ཡང། རླུང་ཡ་དེ་རྫས་དགུ་ཚང་དགུ་གི་ཡ་རེད། ཨ་ནི་དྲི་ཟན་དགུ་དགུ་གི་ཡ་རེད་ད་དྲི་ཟན་དགུ་ཙམ་ད་དྲི་ཟན་དགུ་ཟས་འོང་དུས་ག་ལ། ད་དེ་རྣམས་ལ་དཀར་ཡོལ་ཁ་ཤས་ཀྱི་དཀར་ཡོལ་ལོག་གི་རེད། དཀར་ཡོལ་དེ་ད་ཅིག་གི་གར་སོང་རེད། ཟ་ཡ་ལ་དགའ་པོ་བྱེད་ལས་ཀ་རྟག་པ་གཡོས་ཏེ་འགས་འདྲ་བོ་བྱེད་འོ་འདི་འདྲས་ཀྱི་ཚོད་འདས་རེད་ཟེར་གི་འདུག་བ། ཡང་ཁ་ཤས་ཀྱིས་བལ་དཀར་པོ། བལ་དཀར་པོ་དེ་དེ་ནི་སེམས་པ་བཟང་པོ་ཡིན་པ་མཚོན་དོན་རེད། ཡང་ཁ་ཤས་བློ་སྣ་རིང་པོ་བློ་སྣ་རིང་པོ་དང་དེ་ནི་གཤིས་ཀ་བཟང་པོ་ཡོད་པ་དེ་འདྲས་རེད་མཚོན་གྱི་ཡོད་རེད། ཁ་ཤས་ཀྱིས་རྡོ་དཀར་པོ་ལུག་གི་རེད་ལྟ་དེའི་སེམས་དཀར་པོ་མཚོན་གྱི་ཡོད་རེད། ཁ་ཤས་ཀྱིས་ཉི་མ། ད་ཡང་བག་རིལ་འདི་ནང་ལ་ཡ། དབྱིབས་འདི་ལ་ཉི་མ་སོལ་བ་འདི་འདྲའི་ཡོད་རེད། ནང་ལ་བྱུག་པ་འདི་འདྲའི་ཡོད་རེད། ད་གང་ལྟར། ཉི་མ་ཡོད་དུས་སྤྱི་སེམས་ཅན་གཟི་བརྗིད་དང་ལྡན་པ་དེ་འདྲས་མཚུངས་ཀྱི་ཡོད་རེད། ད་ནི་ཟླ་བ་ཡོད་པ་འདི། ཟླ་བ་འདི། ལས་ཀ་ག་རེ་ཡིན་པ་ཡིན་ནའི་གཅིག་གིས་སེམས་ནི་བསིལ་པོ་ཤུགས་ཅིག་ཡོད་པ་མཚུངས་ཀྱི་ཡོད་རེད། སྙན་གྲགས་མཚུངས་ཀྱི་ཡོད་རེད། ད་འདི་ནི་གྲོག་མ་ལུག་ཡོད་རེད་ཁ་གྲོག་པོ་རེད། ད་ག་ནང་བཞིན་གྱི་སྐུད་པ་ནང་འགྲིམ་ཟེར་གྱི་ཡོད་རེད། ཨོ། སེམས་ནི་ནང་དུ་འགྲིམ་པ་ཟེར་གྱི་རེད། ཆོས་ཀྱི་པོ་ཏི་བྱས་ནས་ག་ད་བག་རིགས་ཀྱི་དབྱིབས་ཡོད་པ་དེ་འདྲས་ཡོད་རེད་ཁ་ཤས་ཀྱི་ནང་ལོགས་ལ་ཡི་གེ་བྲིས་རྗེས་བླུགས་པ་ལ་སོགས་པ་དེ་འདྲས་བྱེད་ཀྱི་རེད་ད་འདི་ཆོས་སེམས་ཅན་སྟོན་གྱི་ཡོད་རེད། མེ་ནི་སྐུད་པ་ཕྱིར་འགྲིམ་བྱས་ནས་བློ་རྩེ་ཕྱི་ལ་འགྲིམ་པ་ཟེར་གྱི་འོ་དེ་འདྲས་ཀྱི་ཡོད་རེད། ཨེན་ད་ག་ནང་བཞིན་སུར་པན་ལུག་རེད་སི་པན་ཟེར་གྱི་ཡོད་པ་ཁ་ཚ་བོ། སེམས་རྒྱུད་དྲང་པོ་ཡིན་པ་ཡིན་ན་ཁ་ཚ་པོ་ཡིན་པ་དེ་སུས་ཕན་ལོག་གི་ཡོད་རེད། ཡང་ཚ་ཡོད་རེད་ཚ་དེ་ག་རེ་སྟོན་གི་ཡོད་རེད་ཟེར་ན། སྒྱིད་ལུག་པ། ལས་ཀ་མ་སྐྱིད་པ། ལེ་ལོ་ཅན། འདི་འདྲས་རྩོམ་གི་ཡོད་རེད། ཡང་ཚ་གི་བཤད་པ་ཁ་ཤས་ནང་ལ་བྱ་བ་ཚ་ལྟར་རྒྱུགས་པ་ཟེར་བ་དེ་འདྲས་བཤད་ཚུལ་ཡང་འདུག་ཨ་ནི་སེམས་མ། སེམས་མ་ལྷོད་ཡ་དེ། རྟགས་གར་བཟོ་རེད་ང་རང་ཚོའི། སེམས་མི་མི་སྐྱ་བ་ཟེར་ཡ་སོ་བོ། སྒོ་གཏེར་པོ་དེ་འདྲས་ཁྲམ་སྐད་དེ་འདྲས་དང་སྒོ་དེ་འདྲས་གི་ཚུམ་གི་ཡོད་རེད། ཡ་གསོལ་བ་དེ་སེམས་ནག་པོ་ཁྲམ་གི་ཡོད་རེད། དེ་ནས་སེམས་མ་ར་གོ་དེ་འདྲས་ཡོད་རེད། མི་ཐམས་ཅད་ལ་ཡ་སུག་དེ་འགའི་སེམས་མ་ར་གོ། ཨེ་ནི་འོ་དེ་འདྲས་གི་དེ་འདྲས་ལ་སོ་བ་འོ་ད་ད་ད། འདི་འདྲའི་རྗེས་ཚོང་གི་ཡོད་རེད། གཅིག་གིས་ཁར་སོང་རེད་ད་འདི་སྐད་དེ། འབྲི་སྲན་དགུ་བསད་དེ་འོ་ད་འདི་རེད། ཨ་ནི། དེ་ལ་འབྲི་སྲན་དགུ་ལ་མཚོན་དོན་དགུ་འདུག་ཨ། མཚོན་དོན་མ་འདྲ་མ་འདྲ་ཡོད་རེད་བ། དེ་ནི་རྒྱལ་རིགས་དགུ་འཇོམས་པར།

གྲོགས་པོ་ཆ་ཚང་གྲངས་གྲངས་པ་ཚོ་གཏོང་དགོས་ཀྱི་ཡོད་རེད་ཟེར་བ་རེད། དགུ་ཐུག་གཏོང་ནས་ནག་ནག་ན་དགུ་ཐུག་གཏོང་ནས་ཤི་ནག་ཤི་ཟེར་མཁན་དེ་འདྲ་ཡོད་རེད། ཁ་ཤས་ཀྱང་དགུ་ཐུག་གཏོང་ནས་ནག་ནག་ན་ལོ་སར་ཟེར་ནས་ཤི་ནག་ཤི་ཟེར་ཡ་ཅིག་ཡོད་རེད་ད་གང་ལྟར་དགུ་ཐུག་གཏོང་ནས་ནག་ནག་ན་དགུ་ཐུག་གཏོང་ནས་ཤི་ནག་ཤི་ཟེར་ཡོང་དུས་དགུ་ཐུག་དེ་གང་མང་མང་ཐུག་དགོས་རེད། ཨ་ནི་མཐའ་མ་དེ་གི་ཨ་ནི་ཐིག་པ་དགུ་དེ་ཨ་ནི་གློད་ཀྱི་དེ་ནང་ལ་གཡུག་དགོས་ཀྱི་ཡོད་རེད། འོ་དེ་འདྲས་རེད་ད་དེ་འདྲས་ཀྱི་དགུ་ཐུག་དགུ་ཐུག་ཟེར་དུས་ག་ལ་དེ་དེའི་ནང་ལ་ཁ་ཤས་ཀྱི་དགུ་རྫས་ཡང་ཡོད་རེད་བ་དགུ་རྫས། རྫས་དགུ་ཚང་ཡོད་པ། རྫས་དགུ་ཡོང་དུས་རྫས་དགུ་ཟེར་ཡོང་དུས་ག་ལ་དེའི་ནང་ལ་ཧུག་ཚང་བོ་རེད་ནས་རེད་གྲོ་རེད་སྲན་མ་རེད། ད་ག་ནང་བཞིན་ཕྱུར་བ་རེད་ཚྭ་རེད། ད་ག་ནང་བཞིན་སྔོ་བཙལ་རེད་ཤ་རེད། ཨོ་བཟོས་པ་རེད་འོ་དེ་འདྲས་ཀྱི་བཤད་ཚུལ་ཡོད་རེད་འོ་ལྟ་ག་ལྟ་སོ་སོས་ལྟ་དེ་ན་ལ་སྐུ་ཚང་པོ་ཅིག་ཡིན་སོ་སོས་གྲངས་ཀ་རྒྱབ་ཆད་འོ་ལྟ་དེ་ཚང་ཡོད་ན་དག་རང་གི་འགྲིག་གི་ཡོད་རེད་འོ་དེ་རེད་ལྟ་དེ་ཡིན་དུས་ག་ལ་སྒོ་སྒུར་སྲིད་དུས་ག་ལ་ཕྱི་ཐང་མང་པོ་ཅིག་ཚང་པོ་ཅིག་ཟེར་བ་རེད་ད་ལྟ་ཕྱི་ཐང་བཙོང་སྟངས་དེ་ནི་བོད་ནང་གི་དེ་ན་ལ་ལུགས་ཚན་ཆ་ཚང་ཚགས་དང། སྒྲ་མི་འདྲ་ཡོད་རེད་པ་ད། སྨན་སྣ་སྒྲ་མི་འདྲ་བརྩི་བས་ན་དེ་ལས་མང་ང་འགྲོ་དགོས་རེད་པ་ད་མང་ང་འགྲོ་བ་ལས་གལ་ཡོད་མ་རེད་གོ་མང་པོ་མཚོན་གི་ཡོད་རེད་དགུ་གཏུགས་བཟོས་དུས་ང་ལ་རྫས་མང་པོ་བཏབ་ཡོད་དུས། ངས་ད་ཀྱི་གོང་དུ་ཞུས་པ་ནང་བཞིན་གྱི། ཐབས་ཤེས་ཡོད་དགུ་རྩལ་སྤྲུགས་སུ་བསླབ་དུས་ང་ལ་བདག་བཏབ་དུས་ཡོད་ན་མེད་ན་ཚང་མ་བཟོ་བ་རེད་པ་ཡིན་གཅིག་མིན་གཅིག་དགུ་བཟོས་གི་ཡོད་མ་རེད། བྲིས་སྟངས་དེ་ལ་ར་ཀ་ད་ཀ་ཞུ་བཅུ་དགུ་དང་དེ་ནི་ད་ཨུ་ཀ་ད་རི་ཀ་ཞུ་བཅུ་དགུ་བྲིས་སྟངས་ཁག་གཉིས་ཡོད་རེད་སྐྱེ་དགུ། གཡོ་སྒུ། མི་བྱེད་དགུ་བྱེད་ཟེར་ཡང་སོགས་པ་འདི་འདྲའི་མང་པོ་མང་པོ་ལ་ཡང་མཚུངས་ཀྱི་ཡོད་རེད་པ། འོ་གང་ལྟར་ཀྱང་འོ་ད་འདི་སྐད་དེ་ཆ་ཚང་ག་རེ་བཟོ་བ་རེད་ཟེར་ན་མང་པོ་ཅིག་ཡོད་པ་འདི་གི་ཡང་སྡུག་ག་མ་རེད་ད་ཡང་ཁ་ཤས་ཀྱི་སྡུག་ཆ་ཞུ་རྩིས་ཀྱི་འདུག་བ། འོ་ད་འདི་མ་རེད། ལོ་ཆུ་རྟག་ཏུ་རྒྱས་པ་ལ་སོགས་པ་བཀྲ་ཤིས་པ་ལོ་ལེགས་པ་རིག་སྟོབས་དཔལ་འབྱོར་མངའ་ཐང་ལང་ཚོ་རྒྱས་པ་ལ་སོགས་པ་འོ་ད་འདི་འདྲའི་གེ་མཚུངས་ཀྱི་ཡོད་རེད། འོ་ད་འདི་གུ་དོག་སྟོང་པའི་སྐབས་དེ་འདི་དུས་ག་ལ་བསླུས་བྱས་བཞག་གི་རེད་བ། ཨ་ནི་ལུས་དེ་ནི་བཞག་པའི་སྐབས་དེ་ལ་ཡ། དེ་ནི་དྲི་ཟན་དེ་ཅིག་ཡོད་རེད། ལུས་པོའི་གཡས་གཡོན། གཡས་ནི་ཐེངས་གསུམ། གཡོན་ནི་ཐེངས་གསུམ་དྲི་ཟན་དེ་འདུག་གསུམ་གསུམ་དུ་བསྐོར་རེ་རྒྱབ་བྱས། དེ་ནི། ཨ་ཚ་ཚ་བ། ཨ་ན་ན་བ། ལུས་ཀྱི་ན་ཚ་སེམས་ཀྱི་སྡུག་བསྔལ། ལོ་གཅིག། རྩ་བ་བཅུ་གཉིས། ཞང་བས་སུམ་བརྒྱ་དྲུག་ཅུ་གྱི། ནས་ནི་ནད་རིགས་བཞི། བཞི་བརྒྱ་རྩ་བཞི། འཇིགས་རིགས་སྟོང་ཕྲག་བརྒྱད་ཅུ། མི་བསྐྱོད་པའི་ཕྱོགས་མཚམས་ཆུ་རླུད་བཅས་ཀྱིས་ཁྱེར་ཅིག། སོ། ཕྱི་རྒྱ་མཚོ་ཆེན་པོའི་ཕ་རོལ་ཏུ་སོང་ཤིག་ཅེས་བྱ་བ་འདི་འདྲས་ཀྱི་ལབ་སྲོལ་ཡོད་རེད། ཁ་ནས་ལབ་ཡོང་དུས་འདི་འདྲས་ལབ་དགོས་རེད། འོ་འདི་འདྲས་ཀྱི་བཤད་ཚུལ་དུ། ནས་ནི་དེ་བྱས་ལ་ཡ། དེ་ནི་ཐུ་ལུ་རྒྱབ་ཆེ། རླུད་གི་མཐའ་བསྐོར་ལ་ཡ་ཞག་ར་བ། འོ་ད་དཔེར་ན། གར་གསུམ་རེ་ལྡེ་ཚོན་ལྡན་ལྟ་བུ་གཅིག་ད་ཉན་པ་འདི་ཡོད་ཚད་དང་བར་ཆད་དང་གེགས་དང་ནད་མུག་དང་འཁྲུག་རྩོད་དང་འོ་ད་འདི་སྐད་ཆ་ཚང་ད་ལུས་འདི་ལ་ཡང་ཐ་རྒྱ་མཚོའི་ཕ་རོལ་ལ་འཛམ་གི་ཡོད་པའི་མཚོན་རྟགས་རེད་འོ་དེ་ཡིན་དུས་གང་ལ་འོ་ད་དེ་རེད་ཨེ་ནི་རྟོག་པ་ལྟུང་བའི་རྗེས་ལ་དགུ་སྡིག་དེ་ལ་རྒྱབ། ཧོ་ད་དེ་ནི་ཧི་ཁ་སུ་རའི་མེ་དེ་འདྲེ་པར་བྱེད་ཅེ། སོག་མ་ལ་མེ་པར་བྱེད་ཡང་མེད་ན་ཧོ། མེ་པར་བྱེད་དེ་ནི་ད་ཐོན་ཤིག་ཐོན་ཤིག་ཐོན་ཤིག་ཚེ་ནི་དེ་པར་ཕྱིར་ཡ། འགྲོ་དུས་ག་ལ་ལུས་གཡུག་ས་དེ་པའི་ལམ་གྱི་བཞི་མདོ་ལ་གཡུག་པའི་སྐབས་དེ་ལ་ཡ། ཨ་ནི་ཕ་ཁྱེད་འགྲོ་དུས་ག་ལ། ཁྱོད་ནི་འཆི་ལྟས་ཁྱོད་ནི་མ་ལོག་པར་འགྲོ་གི་ཡོད་རེད། ངས་ནི་ཕ་ཁའི་ཞག་ཚ་བའི་སྐབས་དེར་ཕ་ཁའི་ཡང་རྟ་གཅིག་གི་གླུད་གཡུལ་ས་ཁ་ས་ཁ་ནས་ཡོང་ཡོང་དུས་ཕ་ཁའི་སྐོར་བཤད་ཁྱབ་འདྲ་མི་འདྲ་བྱེད་མཁན་དེ་འདྲའི་ཡང་བོད་ནང་ལ་ལུགས་སྲོལ་དེ་འདྲའི་ཡོད་ས་རེད། ཨ་ཚུགས་ལོག་ཡོང་དུས་ག་ལ་ཡང། འཆི་ལྟས་ཁྱོད་ནི་མ་ལོག་པར་བྱས་ཚུགས་ན། རྟ་གཅིག་ལོག་ཡོང་གི་རེད། འོ་དེ་ལོག་ཡོང་པ་དེ་བསྐྱར་དུ་ཨ་ནི་ག་སོ་རེད་ནད་འབུ་འཁྲུག་རྩོད་བགེགས་ཕར་གྱི་རིགས་དེ་གས་དེ་ཡང་བསྐྱར་དུ་ཚུགས་མ་ཡོང་པའི་ཨ་ནི་མཚོན་རྟགས་སྒྲོག་ཅི་རེད། འོ་དེ་འདྲས་ཀྱི་བཤད་ཚུལ་འདུག་ཨ། ད་དེ་ང་རང་ཚོའི་གཙོ་ཆེ་ཤོས་དེ་སེམས་རེད། འོ་དེ་ཡིན་དུས་ཀྱང་སྡིག་པ་ཅི་ཡང་མི་བྱ་ཞིང་རྒྱལ་བ་ཕུན་སུམ་ཚོགས་པར་བྱ་རང་གི་སེམས་ནི་ཡོངས་སུ་བསྡུ་དེ་ནི་སངས་རྒྱས་བསྟན་པ་ཡིན་སོ་སོའི་སེམས་ཀྱིས་བསྡུས་པར་བྱེད་ཡ་གི་ཐབས་ལམ་ཅིག་རེད་བསམ་པ། པོའི་སྐབས་ལ་ཡ་དེ་ནི་ཚུར་ལོག་ཡོང་དུས་གང་ལ་ཡ་དེ་ནི་ནང་མི་ཚོས་མགོ་དེ་མ་བརྒྱབ། དེ་ནི་ཅིག་གིས་བརྩམས་པ། སོ་བ་ཁང་དང་ཆུ་སྲུང་སྐྱོག་ཁང་དང། འོ་དེ་ནི་བག་ལེབ་སྐོར་ཆེད་ཆས་སུ་སྐོར་ཆེད་ཆས་སུ་སྐྱེལ་རྒྱུ་ཡོད་རེད། ཡང་འདི་ཡོད་དུས་ག་ལ་དེ་ནི་ཁྱེད་རང་སུ་ཡིན་པ་ཟེར་དུས་ག་ལ་དེ་ནི་ང་དེ་ནི་ཁྱིམ་ཚང་འདི་གི་དེ་ནི་རྒྱལ་ཁ་བར་དུ་བརྗོད་པ་ནུ་མོའི་ཕུག་ཚོད་ལ་སོགས་པ་དེ་ནི་ཐབས་རྒྱ་མཚོའི་ཕ་རོལ་དུ་རྒྱལ་ཁ།

དྲི་ཟའི་དེ་ནང་ལ་ཡང། དྲི་ཟའི་མ་རེད་ད་ལྟ་ནི་བག་རིགས་དེ་ནང་ལ་ཡང། བག་ཟན་དེ་ནང་ལ་ཡང་ཁ་ཤས་ཀྱི་སོལ་གླ་དང། ཨ་ནི་རྡོ་ཁ་བག་པ་འདི་གའི་ཆ་ཚང། འདི་གའི་དེ་ཡང་གླུད་ནང་ད་གིན་གླུད་ནང་གླུ་དགུ་བ་རེད། ཨ་ནི་ཡག་ཁ་བག་པ་དེ་ཚོ་ལ་ཡང་དེ་ནི་དེ་དུས་གང་ལ་ཡང་དེ་གླུ་ཤེས་ལྟོས་གླུ། ད་བུད་མེད་བུད་མེད་ཚོའི་སྟེང། ཅི་ཀུན་སློང་འདི་ཁྱེར་ཅིག་ངས་རྨོངས་འཆར་གྲོགས་ཅིག་ཞུས་པ་ཡིན། འདི་མ། བཀྲ་ཤིས་པའི་གསུམ་པ་འདི་ལ་ཡང། དེ་ནི་ངས་སྔོན་ནས་ལོ་སར་དང། ད་དཔེར་ན་གཏེར་ཁ་སྒྲིག་སྟངས་དང། འབུལ་ཚན་འདི་རིགས་ད་སྒྲིག་སྟངས་ཀྱི་སྐོར་ལ་ཡང་རོབ་ཙམ་ངས་ཞུས་ཏེ་བཤད་པ་འདི་རྟེན་འབྲེལ་མཚོན་དོན་གྲོགས་ཅིག་ཞུས་པ་ཡིན་འདུག།